ནམ་མ་རིང་སྐེ་རགས་བཀྲ་ཤིས་བདེ་ལེགས། པར་རྙིང་མ་དེ་གའི་མཐོང་དུས། ཕྱིར་དྲན་མང་པོ་ཞིག་བྱེད་སྲིད་ཀྱི་རེད། འདིར་ངའི་ཐ་སྙད་འདི་སྦྱང་ཡིན་ཕྱིར་དྲན་བྱས་པ། ངས་དྲ་ལམ་ནས་ལེན་པའི་བེད་སྤྱོད། བརྗེད་མི་སྲིད་པའི་ཉིན་མོར་ཕྱིར་དྲན་བྱས་པ། ངས་རང་ཉིད་ཀྱི་ལག་པའི་སྟེང་གི་རྨ་ཤུལ་དེ་མཐོང་ཐེངས་རེར། ང་ལ་དགའ་སྐྱོ་འདྲེས་མའི་ཕྱིར་དྲན་མང་པོ་ཞིག་ཡོད། འདས་ཟིན་པའི་ལོ་རྒྱུས་ཁྲོད། བརྗེད་དཀའ་བའི་སྐྱེར་བཟང་ཞིག་ཕྱིར་དྲན་བྱས་ཡོད། སྲིད་བྱུས་ལྟེ་ལག་ལེན་གྱི་ཆ་ཤས་ལམ་ཕྱོགས་སློབ་གསོ་ཟེར་བའི་གདུག་རྩུབ་ཅན་གྱི་ལས་འགུར་དེའི་ནང། ལོ་ཆུང་རུང་འཇིགས་སྐྲག་དང་ཁོང་ཁྲོའི་ཚོར་སྣང་མང་པོ་རང་ཐོག་ཏུ་དངོས་སུ་འབྱུང་ཡན་ཞིག་ཡིན་པས། བྱིས་པ་ཞིག་གི་ཚོད་ཀྱིས་མཐོང་ཐོས་རྣམས་ལ་མཚམས་དེར་ཕྱིར་དྲན་ཕྲན་བུ་ཞིག་བྱེད་འདོད་ཡོད། དཔེ་བརྗོད་བཞིན་པ་སྟེ། དེ་རིང་གི་སེམས་པ་ནི་ཁ་སང་གི་སེམས་པ་དང་འདྲ་བས། རང་ལ་དབང་བའི། ཁང་ཆུང་དེའི་ནང་ནས། ཐ་ཡུལ་གྱི་རི་ཆུ་ཐང་སོང་ལ་ཕྱིར་དྲན་ཞིག་བྱས་པ་ཡིན། ངས་སོ་སོ་བཟོས་པའི་དཔེ་བརྗོད། ཡུན་རིང་པོ་ནང་ལ་ལོག་མེད་པ་ཡིན་ན་ཡང། ངའི་ཁང་མིག་ནང་གི་བཀོད་སྒྲིག་རྣམས་ད་དུང་དེ་སྔ་ནང་བཞིན་ད་ག་རང་ལ་བསྡད་ཡོད། དེ་སྔ་དང་མི་འདྲ་བ་ཞིག་ནི། ཉལ་ཁྲི་དང། ནང་ཆེན་རྣམས་ཀྱི་གང་ལ་ཚང་མ། ཐལ་བ་མཐུག་པོ་ཞིག་ཁེངས་བཞིན། ལ་ལས་གང་ལ་ད་སྟོང་སྡོམ་མཐའ་ཡོད། ངས་ཙོག་པུར་བསྡད་ནས་ཆུང་དུས་ཀྱི་རྩེད་ཆས་རྣམས་ཤོ་སྒམ་ནང་ལ་བསྡུ་བཟོ་བྱེད་སྐབས། ཆུང་དུས་དགའ་སྐྱོ་འདྲེས་མའི་ལོ་ཟླ་རྣམས་ཕྱིར་དྲན་བྱས་བྱུང། ལ་སོགས་གལ་སྲིད་ནོར་འཁྲུལ་འདྲ་ཤོར་བ་ཡིན་ན་འཛེམ་ཟོན་མ་བྱེད་པར་ང་ལ་ནོར་བཅོས་བྱེད་རོགས། ཐུགས་རེ་ཆེ་བཀྲ་ཤིས་བདེ་ལེགས།